དེ་བཞིན་ངས་ཐད་གཏམ་བཤད་དུས་མི་གཅིག་ནང་ལ་འཛུལ་སོང། ཁོ་རང་གིས་སྐད་ཆ་ག་རེ་བཤད་སོང་ཟེར་ན་རྒན་རྒྱ་ལོ་ལ། ད་ང་ཚོ་བོད་ཀྱི་ཁྲིམས་སྲོལ་གྱི་ཐོག་ལ། འབུ་རམ་པ་ཟེར་བ་དེ་ཚོ་ཡོད་པ་ལས་མེད་པའི་དགའ་ས་རེད། ཁོང་ཚོས་ཀྱང་ཕན་ཁ་ཁྱི་གཅིག་ཐུབ་ཀྱི་མི་འདུག། ད་ལྟོས་དང་ང་ཚོ་ནང་ལོག་གི་ཐུབ་བསྟན་ཕན་ཚོ་ཕྱི་ལོག་གི་བང་རྩིས། ཁོང་ཚོས་བོད་ཀྱི་ཁྲིམས་སྲོལ་གྱི་ཐོག་ལ་བསམ་བློ་གྱི་ཆ་ནས་མགར་བ་ཆགས་ཡ། ཨ་ནི་དེ་བ་ལ་ཡ་ལྟོ་ལབ་ཐེ་ཡ། མ་བཟད་པའི་ཐུགས་འཛིན་བསགས་རྒྱུ་ལ་གནོད་པ་ཞིབ་ཀྱིས་སྒྲོག་འདུག། ཁོང་ཚོས་ཕན་རྐང་གཅིག་ཐོགས་མི་འདུག་ད་ཐེངས་དུས་ཙམ་པ་ཁོ་རང་གིས་སྨོན་ལམ་གཅིག་རྒྱག་གི་ཡིན་བསམ། སྨོན་ལམ་ག་རེ་ཡིན་ཟེར་ན་ང་ཚོ་བོད་ལ་ཡ། འབུ་རམ་པ་མེད་པ་ཤོག་འབུ་རམ་པ་མ་ཡོང་པ་ཤོག་ཟེར་ནས་སྨོན་ལམ་རྒྱག་གི་ཡིན། འོ་དེ་འདྲས་སོང་སོང་ཨ། ཨ་ནི་ངས་ཁོ་ལ་ཕ་སྐད་ཆ་ག་རེ་བཤད་པ་ཡིན་ཟེར་ན་ད་ཁྱེད་རང་གིས་དེ་འདྲས་སྨོན་ལམ་ཡག་པོ་རྒྱབ་དགོས་ཀྱི་མ་རེད། འོ་དེ་འདྲའི་གི་ཐུགས་ཁྲིད་གནང་དགོས་ཀྱི་མ་རེད། རྒྱུ་མཚན་ག་རེ་རེད་ཟེར་ན། ད་ང་ཚོ་བོད་ཀྱི་མང་ཚོགས་ཀྱི་བསམ་བློ་དེ་བཙོག་རྒྱུ་གྱི་བསམ་བློ་འདྲ་བོ་དེ་ཁྱེད་རང་ནང་བཞིན་མང་ཆེ་བ་དེ་འདྲའི་ཆགས་པ་ཡིན་ས། ད་དེ་གི་ནང་ནས་འབུ་རམ་པ་ཡང་དགོས་པ་ཡིན་ན་མང་པོ་ཡང་དགོས་པ་ཡིན་ན་དཀའ་ལས་ཁག་པོ་རེད། ཧ་ཅང་གི་གོ་སྐབས་ཉུང་ཉུང་རེད་དེ་ཡིན་དུས་ཁྱེད་རང་གི་དེ་འདྲའི་གི་སེམས་ཁྲིད་མ་གནང་ཨ་ཟེར་ནས་ངས་ཁོ་ལ་སྐད་ཆ་དེ་བཤད་པ་ཡིན། ད་ཕྱོགས་གཅིག་ནས་བཤད་ན་ཁོང་ཚོ་ཁག་ཡོད་མ་རེད་ཁོང་ཚོའི་ཀླད་པའི་ནང་ལོག་ལ་ཡ་ཁོང་ཚོའི་གི་བསམ་བློ་གི་འགྲམ་གཞི་གི་ནང་ལོག་ལ་ཡ། ཐུང་འདྲིས་བྱས་ཏེ། མི་ག་ག་ལོག་གི་བསམ་བློ་འདྲ་བོ་འདྲ་བོ་ཆགས་ཁྱེད་རང་གི་བསམ་པ་དང་ངའི་བསམ་པ་གཉིས་འདྲ་བོ་ཆགས། ཁྱེད་རང་གི་ལྟ་བ་དང་ངའི་ལྟ་བ་གཉིས་འདྲ་བོ་འདྲ་བོ་ཆགས། ཨ་ནི་ང་ཚོའི་གི་ལྟ་བ་ལ་བབ་པའི་གི་སྤྱོད་པ་ཡང་འདྲ་བོ་འདྲ་བོ་ཆགས། ད་དེ་འདྲའི་སྤྱི་ལ་ཡང་ཐུགས་འདྲི་ཟེར་གྱི་རེད་བསམ་གྱི་ཡོད་རེད། དེ་འདྲའི་སྤྱི་ལ་ཡང་སྤྱི་མཚུངས་འཕེར་གྱི་རེད་བསམ་གྱི་ཡོད་རེད། དོན་ངོ་མ་སྤྱི་མཚུངས་འཕེར་གྱི་ཟེར་བ་དེ་ལྟ་བ་མཉམ་གནས་ཀྱི་ཐོག་ནས་ཡོང་དགོས་པ། ཐུགས་འདྲི་ཟེར་བ་དེ་ལྟ་བ་མཉམ་གནས་ཀྱི་ཐོག་ནས་ཡོང་དགོས་པ་དེ་ཁོང་ཚོས་མགོ་ཚོས་གི་མ་རེད། གནའ་ནས་ད་ལྟའི་བར་དུ་ང་ཚོ་བོད་ལ་ཡང་ད་དེ་འདྲའི་གནས་ཚུལ་མང་པོ་ཡོང་གི་རེད། བོད་པའི་ནང་ལོགས་ལ་ཡང་ད་ལྟ་བ་མཉམ་གནས་ཟེར་བ་དེ་ཧ་ཅང་གི་དཀའ་ལས་ཁག་པོ་རེད་འདུག་བ། རྣམ་པ་ཚོས་བསམ་རོགས་དམ་ད་ལྟ་དུས་རབས་ཉེ་ཤུ་པའི་གི་དུས་དཀྱིལ་དེ་བ། ད་དུས་ཀྱི་དེ་བ་སྐབས་དེ་དུས་ང་ཚོ་བོད་ལ་ཡ། ཨ་ནི་འཛམ་གླིང་ཐོག་ལ་ཕ་ལྟད་མོ་ལྟ་ཐུབ་པའི་ཡི་གེ་མི་གཅིག་ཡོད་པ་རེད། མི་དེ་སུ་རེད་ད་ལོང་ཤར་རྡོ་རྗེ་ཚེ་རྒྱལ་ཟེར་ཡ་དེ་རེད། ཁོ་རང་ལ་ཡ་འཛམ་གླིང་ལ་ལྟ་བའི་ཡི་གེ་མི་གཉིས་ཡོད་པ་རེད། ད་ཡིན་ཡང་སྐབས་དེ་དུས་བོད་པ་ཚོས་ཁོ་རང་གི་ལྟ་བ་ལ་དམ་ལེན་བྱས་འདུག་གོ་མ་རེད། ཁོ་རང་གིས་མི་གཉིས་དེ་བཀོལ་བཞག་པ་རེད། འཛམ་གླིང་ལ་ལྟ་བའི་ཡི་གེ་མི་གཉིས་དེ་བཀོལ་བཞག་པ་རེད། སྐབས་དེ་དུས་འཛམ་གླིང་ལ་གངས་པ་རྒྱབ་ནས་འགྲོ་བཞིན་མཁན་མང་པོ་ཡོད་མ་རེད། འགྲོ་བཞིན་མཁན་གཅིག་ཡོད་པ་དེ་སུ་རེད་དགེ་འདུན་ཆོས་འཕེལ་རེད་སྐབས་དེ་དུས་ཡང་བོད་པ་ཚོས་དགེ་འདུན་ཆོས་འཕེལ་སྟག་ལོ་རེད་དགེ་འདུན་ཆོས་འཕེལ་སྐྱིད་ཆེ་རེད་སྙིང་ཉེ་རེད་ཟེར་ནས་ཞྭ་མོ་འདྲ་མོ་འདྲ་བསྐོན་རྗེས་ཁོ་རང་བཙོན་ཁང་ནང་ཚུད་བཞག་པ་རེད། འཛམ་གླིང་ལ་དངུལ་ནན་གྲམ་ནས་གངས་པ་རྒྱབ་བཞིན་ནས་འགྲོ་བའི་རྐང་པ་དེ་བཅད་བཞག་པ་དང་ཆ་རེད། ད་དེ་འདྲས་བྱེད་ཀྱི་ཡོད་རེད་དེ་ང་ཚོའི་སྒང་ཟོ་འདྲ་བོ་ཆགས་འདུག་བ། ད་ང་ཚོ་བོད་ཀྱི་གཞོན་སྐྱེས་རྣམས་པས་ཀྱེ་མ་གོམས་པར་ཡང་དངོས་གནས་དྲ་མིག་གཟབ་གཟབ་བྱེད་དགོས་ས་རེད། ད་སྔོན་མ་གི་དེ་འདྲས་ལྟ་བ་འཁྲེན་ཟིན་ད། ཨ་ནི་ག་རེ་བཟོ་གི་རེད་ང་མ་གཏོགས་མེད་གཞན་ཕ་རོལ་བོའི་ཀྱི་ལྟ་བ་འདི་སོ་སོ་ད་མ་མཐོང་པ་ཡིན་ན་མི་ཞིག་གི་ཐུགས་ནས་དམའ་འབེབས་བྱེད། ཨ་ནི་དེ་ལས་ཡ། ཞྭ་མོ་འདྲ་མོ་འདྲ་གཡོག། ད་དེ་ལ་ཡ། ཨ་ནི་མགོ་བདེ་དྲང་གསུམ་བྱས། ཨ་ནི་དེ་ལ་ཡ་ད་ཚར་བཅད་ཡ། ཕ་རོལ་པོ་རྩ་མེད་གཏམ་ཡ། དེ་འདྲའི་གི་བསམ་བློ་དེ་ཤུགས་ཆེན་པོ་ཡོད་པ་ཡིན་ན། ཤིན་ཏུ་ནས་བྱང་གི་ཞེ་སྣང་ཚ་བོ་རེད། ད་དེ་གི་སྤྱི་ཚོགས་དེ་དེ་གི་མི་རིགས་དེ་ཨ་ནི་འཕེལ་གྱི་འགྲོ་མི་སྲིད་པ་རེད། ཡར་གྱི་འགྲོ་མི་སྲིད་པ་རེད། ཐུང་འདྲི་ཡོད་མི་སྲིད་པ་རེད་ད་ཁ་དེ་ད་ཐུང་འདྲི་ཐུང་འདྲི་ཟེར་གི་ཡོད་རེད་ཐུང་འདྲི་ཡོད་མི་སྲིད་པ་རེད་རྒྱུ་མཚན་ག་རེ་རེད། ཐུང་འདྲི་ཟེར་ཡ་དེ་ཁོ་རང་ལྟ་བ་ཉམས་ལེན་གི་ཐོག་ནས་ཡོང་དགོས་པོ་རེད།